ཞུ་ཞུ་ཡས་དེ། རྩ་བའི། རྩ་འཛིན་ལམ་སྟོན་ནང་ལ་ཡ་དོན་ཚན་འདི་གའི་མ། ཞུ་དག་བཏང་ཡོད་འདུག་ག་ལ་ཡའི་དངོས་གནས་སྐབས་སུ་བབ་པ་དང། ཕ་གའི། མི་དམངས་ལ་ཡའི་ཕན་ཐོགས་ཆེན་པོ་ཡོང་བའི། གནད་དོན་ཡོད་བཞིན་པ་གང་ཞིག་ལ་ཡ། ཅེ། Canada ནང་ལ་ཡ། ཨ་ནི། ང་ཚོ་དངུལ་ཕུལ་དགོས་ཡས་དེ། ཨ་རིག། དངུལ་གྱི་རྫ། ཞིག་སོང་གི་ཕུལ་དགོས་ཡས་ཟེར་ཡས་དེ། ཅེ། ངས་ད་རེ་འདུས་ཞུ་ཡས་རེད་དེ། འདི་ཅེ། སྔ་དྲོའི་རེ་འགའ། ཕྱིར་འཐེན་ཞིག་གནང་ཐུབ་པ་ཡིན་ན་དེ་འབྲེལ་ཞིག་གནང་རོགས་གནང་ཞེས་འབོད་སྐུལ་ཞུ་འདོད་བྱུང། དེ་ཤེས་ས་ཞུ་དགོས་ཀྱི་རྒྱུ་མཚན་གཙོ་བོ་ར་ལྡི་ཁཱ་ཟིན་པཱ་འདེ་སྲིད་སྐྱོང་མཆོག་ནས་དཔལ་འབྱོར་བཀའ་བློན་མཆོག་ནས་འགྲེལ་བཤད་གནང་བ་རེད། གཅིག། མ་འོངས་པ་ལ་ཡ་ཆ་སྙོམས་ཡོང་ཡའི་ཐོག་ལ་ཡ་གོང་པ་བཞེས་བྱས་ཨ་ནི་འགྱུར་བ་ཅིག་བཏང་གནང་ཡས་ཀྱི་འདི་འདྲ་ཅིག་ལས་ཆ་ཡོད་ཅེས་བཀའ་གནང་བ་རེད། དེ་ཡིན་དུས་ག་ལ་ཡ་ཅིག་ང་ཚོ་འཛམ་རེ་ཅིག་ལས་དོན་ག་འདྲས་བྱེད་མིན་ལས་འདྲ། ཅིག། ཡང་སྲིད་ཡང་སྲིད་བརྒྱུད་པ་དང་དུས་གང་ལ་ཡང་སྤྱི་ཚོགས་ནང་ལ་ཡང། ཅིག། བརྡབ་གསིག་ཡོང་དཀའི་གནས་ཚུལ་ཅིག་ཆགས་ཀྱི་ཡོད་པའི་ཆ་ནས། རྒྱུ་མཚན་གཅིག་དང། དེ་ལས་ལྷག་གནད་འགག་ཆེ་རེ་འདི། ཅིག། ད་ད་ང་ཚོ་དྭང་བླངས་བྱ་དངུལ་གྱི་ཡོང་འབབ་དངུལ་དེ་ཡང་ཅིག་རྣམ་པ་ཚོ་སེལ་གནང་བས་ན། ཕྱི་ཁའི་ཡུལ་གྲུ་ཁག་ནས་ག་ལ་གང་འཚམ་ཅིག་ཡོང་སྡད་ཀྱི་ཡོད་རེད། འདི་ཡིན་དུས་ག་ལ་ད་ལྟ་ང་ཚོ་སྐབས་སུ་བབས་པས། ཅིག། གྲོས་ཚོགས་འཐུས་མི་ཡིན་པའི་ཆ་ནས་ང་ཚོས་འབད་བརྩོན་ཞུ་དགོས་ས་དང་ཤུགས་རྒྱབ་དགོས་ས་དེ། ད་ལྟ་ཕུལ་མཁན་ཡོད་པའི་གི་གྲངས་འབོར་འདི་གང་མང་མང་ཅིག་བཏང་ཐུབ་པ་ཡིན་ན། འདི་གལ་ཆེན་ཆེ་ར་ཅིག་མཐོང་བྱས་འདིའི་ངོ་ཐོག་ནས་འདི་ཅིག་འབད་སྐུལ་ཞུ་གི་ཡོད། རྩ་འཛིན། ལམ་སྟོན་ཡིག་ཆ་འདི་ནང་དེ་ཡང་དེ་མིན་གནད་དོན་འདི་གས་འདི་མ་ཕྱི་དོན་གནང་རོགས་གནང་སེང་འབད་སྐུལ་རྩ་བ་ནས་ཞུ་གི་མེད་ཡང་འདི་ཁ་གསལ་ཐོག་ནས་ཞུ་འདོད་འདི་བྱུང། གཉིས་པ་འདི། རེ་འདུན་ཞུ་ཡས་དེ་ལྟར། འཛིན་སྐྱོང། གཉིས་པའི་སྐབས་ཐེངས་ལ་ཡ། ཨ་ནི་ང་ཚོ་ཏོག་དབྱིབས་ནད་རིམས་རྫ་རག་གིས་འཛམ་བུ་གླིང་ལ་གནས་ཚུལ་བྱུང་བའི་སྐབས་ཐེངས་ལ་ཡ། སྐབས་གོང་མའི་གི་བཀའ་ཤག་ངོས་ནས། ཨ་ནི་ཕྱི་རྒྱལ་ཁག་ནས་རོགས་དངུལ་མང་པོ་ཅིག་ང་རང་ཚོ་མི་དམངས་ས་ནས་ཞལ་འདེབས་བསྡུས་གནང་ཡོད་རེད། ད་དེའི་ཐོག་ལ་ཡ་ཅིག་རྩ་བའི་བ་དན། སྲིད་སྐྱོང་མཆོག་ནས་གསལ་བཤད་གནང་ཡོད་དེ་ཡིན་ནས་ད་འདོད་ང་ཚོའི་སྤྱི་ཚོགས་ནང་ལ་ཡ་ཅིག་ལབ་རྒྱུ་ལུང་རྒྱུ་མང་པོ་ཅིག་ཁ་ཤས་ཅིག་སྤྱི་ཚོགས་དྲ་རྒྱ་ནང་དུ་བ་ལ་ཡ་ཅིག་ག་ལ་ག་ཙམ་ཅིག་ཤེས་ཀྱི་ཡོད་པའི་རྣམ་པར་འགྲེལ་བཤད་འདྲ་མི་འདྲ་སྣ་ཚོགས་རྒྱག་དུས་ཅིག་ངས་རེ་འགུལ་ཞུས་དེ་ལ་ཡ་ད་རེས་ང་ཚོ་གཞུང་འབྲེལ་གྱི་བརྒྱུད་ལམ་འདིའི་ཐོག་ནས་པ་འདི་སྲིད་སྐྱོང་མཆོག་ནས་ཅིག་འགྲེལ་བཤད་གསལ་བོ་ཞིག་གནང་ཐུབ་པ་ཡིན་ན་དངུལ་སྡོམ་ག་ཚོད་བྱུང་ཡོད་མེད། ཨ་ནི་འདིའི་ནང་ནས་བེད་སྤྱོད་སྟངས་དང་ག་འདྲའི་སྟངས་གནང་ཐུབ་གནང་ཡོད་པ་འདི་གའི་དེ་གསལ་བཤད་ཅིག་གནང་འབིས་ན་དེ་ཏན་ཏན་ང་ཚོའི་སྤྱི་ཚོགས་ལ་ཡ་དུས་ཕན་ཆེན་པོ་ཞིག་བཟོས་གི་རེད་བསམ་གི་འདུག་ཐུགས་རྗེ་ཆེ།
དེ་ཡན་ཆད་ཀྱི་དཔལ་ལྡན་དཔའ་འབྱོར་བཀའ་ལན་མཆོག་གི་སྔོན་རྩིས་གསུང་བཤད་དང་ཚད་པ་ཆ་རྩིས་ཚོགས་ཆུང་གི་བརྙན་འདིའི་ཐོག་ལ་ཤེས་ཡོང་གི་བགྲོ་གླེང་ཆ་འཛོམས་ཟིན་པ་ཡིན། དེ་རིང་གི་ལས་རིམ་གསུམ་པ། སྔོན་རྩིས་ཐོག་ཤེས་ཡོང་བགྲོ་གླེང་གནང་བའི་དོན་གནད་ཁག་ལ། དཔལ་ལྡན་དཔའ་འབྱོར་བཀའ་ལན་མཆོག་དང་ཚེ་དཔག་ཕྱག་འཚལ་ཚོགས་ཆུང་གི་ལས་འདས་གསར་བཞེས། གོ་གོ་ཕེ་ཨན་དཔལ་ལྡན་དཔའ་འབྱོར་བཀའ་ལན་མཆོག།